བཟོད་མེད་ལ་ཞེ་བས་རྡོ་རྗེ་རྔོག་ཆུ་སྐུ་རྡོ་རྗེ་རྩ་ལ་ཡར་འཕེལ་དུས་འོག་ནས་ཡར་ཕྱག་ཕུལ་སྟངས་ཁོ་རང་མཇལ་ཡོང་དུས་ནས་ཨོ་ཁོང་མར་པའི་སློབ་བརྒྱུད་ཅིག་ཡིན་འདྲ་གསུངས་ནས་ཕྱག་ཐལ་མོ་སྦྱར་རེ་གསུངས་གོ་རེ་བྱ་ས་འདི་རེད་བྱས་ཙང་ཕྱག་ཕུལ་དུས་རྩམ་པ་དང་པོ་ག་རེ་བྱེད་གོ་རེ་ལགས་ན། ལག་པ་གཉིས་ཀྱིས་དུ་བ་སྟེ་སྙིང་ག་ལ་བཞག་གོ་དང་པོ་དང་པོ་ནས་ཨེ་འདྲི་བྱས་ཡོད་མ་རེད་ལག་པ་གཉིས་དེ་སྙིང་ག་ལ་བཞག་གོ་རེ་བཞག་དུས་རྩམ་པ་ནོར་བུ་ནང་བཞིན་བཟོས། ཆགས་འདུག། དེ་ཡང་ནང་ལ་བཅུག་འགྲིག་སོང་ང་ཨ་ནི་སྙིང་གའི་ཁ་དོག་དེ་ཤག་འདུག། གཟུགས་པོ་ཡར་འདྲོང་པོ་བྱེད་རྐང་པ་འདི་འདྲའི་ཅན་འཕྲད་ལ་ཡར་བརྡེག་ཡོད་མ་རེད་རྐང་པ་གཉིས་ཚུར་སྦྱར་རེད་སོང་ང་རྐང་པ་ཚུར་སྦྱར་ལག་པ་དེ་དེ་འདྲའི་བྱེད། ད་དེ་ནས་ཆགས་ཕུད་བའི་ཁ་དོག་དེ་ལ་ཁ་སང་ཞུས་པ་ནང་བཞིན། བརྙན་ལ་ཡ་ཡིད་ཀྱིས་ཆགས་དེ་ཕུད་དགོས་རེད། ཡིད་ཀྱི་ཕྱག་ཕུལ་སྟངས་དེ་ག་འདྲ་རེད་ཟེར་ན་དད་པ་སྒོམ་མེད་དེ་རེད་དད་པ། དད་པ་སྒོམ་པ་ལ་བསྙད་ལ་ཕྱག་ཕུལ་ས་ཀྱི་སྐྱབས་ཡུལ་དེ་གསལ་བཏབ་དགོས་རེད་དེ་ཡིན་དུས་རང་རང་སོ་སོའི་གི་སྨིན་མཚམས་ཀྱི་ཐད་ཀྱི་མདུན་གྱི་ནང་ག་ལ་ཡ། བླ་མ་ཡི་དམ་སངས་རྒྱས་བྱང་སེམས་ཉན་རང་དཔའ་བོ་དཔའ་མོ་བསྟན་སྲུང་ཡེ་ཤེས་ཀྱི་སྤྱན་དང་ལྡན་པའི་ཕྱག་ཕུལ་སའི་གི་སྐྱབས་ཡུལ་མ་ཚང་བ་མེད་པ་ཡོད་བསམ་པ་ཅི་ཐང་པོ་སྒོམ། དུ་བཟུང་བ། ད་བདུན་ལ་ཡ་བྱེད་བསྒོམ་ཚར་བ། ཨ་ནི་བཞི་ནི་དེའི་ཞུ་བོ་དེ་ལ་ཡ། ཨ་ནི། ཁོ་ནར་འཛུགས་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ཚོ་བསམ་བློ་བཏང་ནས་སྙིང་ཁུང་རུས་པའི་ཐོག་ནས་དད་པ་ཅིག་སྐྱེས། དེ་བར་དུ་ག་རེ་རེད་ཡིད་ཀྱི་ཆགས། དུ་བཟུང་བ། དུ་བཟུང་བ། ད་དེ་ནི་དེའི་ཞུ་བོ་ག་རེ་རེད་ལུས་ཀྱི་ཆགས། ད་ལུས་ཀྱི་ཆགས་ཟེར་དེ་ལ། བརྐྱང་ཕྱག་དང་བསྐུམ་ཕྱག་ཕུལ་ཡ་ཡོད་རེད། ཡིན་ནས་དེ་ག་རེ་བྱས་ན་ཡང། རང་གི་ལག་པ་དེ་ཕྱག་དེ་ལག་པ་དེ། གནས་གསུམ་ལ་རེག་པ་དང་གནས་བཞི་ལ་རེག་པ་ཟེར་ནས་གསུང་སྟངས་གཉིས་ཡོད་རེད། གནས་བཞི་ལ་རེག་པ་ཡིན་ན་དང་པོ་དེ་ཡར་འགྲོ་གོ་རེ་གཙུག་ཏོར་བྱས་ནས་དེ། དེ་ནས་གཉིས་པ་དེ་དཔྲལ་བ་དེ། གསུམ་པ་འདི་མགྲིན་པ་སྟེ། བཞི་པ་འདི་སྙིང་ག་སྟེ། འདི་བྱས་ན་གནས་བཞི་རེ་སོང་ང། གཙུག་ཏོར། སྤྱི་བོ། མགྲིན་པ། སྙིང་ག། རེ་སོང་ང། ད་ཕྱག་གསོལ་གཅིག་ལ། ནི་གནས་གསུམ་ལ་རེག་པ། གནས་གསུམ་སུ་དེ་གཙུག་ཏོར་སྒོ་མ་རེག་ཁ་ཐུག་ཁོ་རང། སྤྱི་བོ། མགྲིན་པ། སྙིང་ག། སྐྱབས་མགོ་རུམ་བཅས་མང་ཆེ་བ་དག་རང་སྣང་གི་འདུག། རེད་བ། ཡིན་ནའི་ཕྱག་སྲོལ་གཉིས་ཀ་ཡོད་རེད། འདུག་བྱས་ན་འགྲིག་གི་རེད། ད་གལ་ཏེ། གནས་གཞི་ལ་རེག་པ་དེ་བྱེད་ཀྱི་ཡིན་ན། སྤྱི་བོ་ལ་ཡར་འདུག་བྱས་ནས་བཞག་ཡོང་དུས་ག་འདྲ་བསམ་བཏང་གོ། ལས་སངས་རྒྱས་སངས་རྒྱས་ཀྱི་དབུ་གཙུག་ཏུ་སྒྲུབ་པའི་ནུས་པ་བཞག་སོང་བསམ་པ་བྱེད་དགོས་རེད་བཟུང་ཨ། འོང་ཡང་འདི་བྱས། བདག་གཉེན་ལ་ཡང་སྡུག་སེ་བྱེད་ར་བ། ད་ད་ལྟ་འདི་ལ་ཡང་གལ་ཆེ་ཤོས་དེ་ག་རེ་རེད་ལ་ན། ཕྱག་རེ་རེ་ཕུལ་ཡོང་དུས་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་འགྲུབ་ཡས་ཀྱི་ནི་རྒྱལ་བ་ལ་འགྱུར་དགོས་རེད་སྐོར་ད། ད་དེ་ག་འདྲ་ཟེར་རྒྱུ་གོར་མི་དགོངས་ད། ཕྱག་རེ་རེ་ཕུལ་ཡོང་དུས་རང་གི་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་དག་པ་དང། སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་བྱིན་རླབས་ཐོབ་ཡ་གྱི་ཉམས་ལེན་བྱེད་ལ་འགྲོ་བ་གོ་རེད་ལབ། དེ་ག་འདྲ་རེད་ཟེར་དུས་གཙུག་ཏོར་དེ་དང་གིས་ཞུས་ཚར་བ་ད་དེ་རེད་དེ། ཕྱག་དེ་དཔྲལ་བ་ལ་བཞག་ཡོང་དུས་བསམ་བློ་ག་རེ་བཏང་གོ་རེ་ལབ་ན། བདག་དང་འགྲོ་བ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་ཐ་ཚིག་གོ་བདེ་བོ་ལགས་ན་བདག་སོགས་སེམས་ཅན་ཐམས་ཅད་ཀྱི། ལུས་ཀྱི་སྡིག་སྒྲིབ་དག་ནས། སངས་རྒྱས་ཀྱི་བླ་མ་སངས་རྒྱས་ཀྱི་སྐུ་ཡི་བྱིན་རླབས་ཐོབ་པར་ཤོག། གཉིད་དུ། སོ་སོའི་ལུས་ཀྱི་སྡིག་སྒྲིབ་དག་པ། སངས་རྒྱས་ཀྱི་སྐུ་ཡི་བྱིན་རླབས་ཐོབ་པ། གཉིད་དུ། ཚིག་ནང་ལ། ཧོ། བདག་སོགས་སེམས་ཅན་ཐམས་ཅད་ཀྱི་ལུས་ཀྱི་སྡིག་སྒྲིབ་དག་ནས་བླ་མ་སངས་རྒྱས་ཀྱི་སྐུ་ཡི་བྱིན་རླབས་ཐོབ་པར་ཤོག། མགྲིན་པ་ལ་འདུ་བྱར་ཡོང་དུས་བདག་སོགས་སེམས་ཅན་ཐམས་ཅད་ཀྱི་ངག་གི་སྡིག་སྒྲིབ་དག་ནས་བླ་མ་སངས་རྒྱས་ཀྱི་གསུང་གི་བྱིན་རླབས་ཐོབ་པར་ཤོག། སྙིང་ག་ཁ་དོག་དེ་བཞག་ཡོང་དུས་བདག་སོགས་སེམས་ཅན་ཐམས་ཅད་ཀྱི་ཡིད་ཀྱི་སྡིག་སྒྲིབ་དག་ནས་བླ་མ་སངས་རྒྱས་ཀྱི་ཐུགས་ཀྱི་བྱིན་རླབས་ཐོབ་པར་ཤོག་ཟེར་དུས། རང་གི་ལུས་ངག་ཡིད་གསུམ་དག་ཡར་དང་སྐུ་གསུང་ཐུགས་གསུམ་གྱི་བྱིན་རླབས་ཐོབ་ཡར་ཡོང་གི་མི་འདུག་བས། ཨོ་དེ་གོ་བདག་ཕྱག་ཕུལ་དུས་ཙམ་པ་འདི་འདྲས་གནང་དགོས་རེད་བྱས། ད་དེ་ནས་སྐྱབས་ཡུལ་ཚང་མ་བསྒོམ། རང་གི་མཐའ་སྐོར་ལ་ཡང་སེམས་ཅན་ཐམས་ཅད་ཡོད་བསམ། སོ་སོའི་རྒྱུ་ཨོམ་མཛད་གསོ་རབ་ཅེས་བྱས་ནས་སེམས་ཅན་ཐམས་ཅད་ཀྱི་ཕྱག་འཚལ་གྱི་ཡོད་བསམ་དགོས་རེད། སོ་སོ་གཅིག་པུའི་ཕྱག་འཚལ་གྱི་ཡོད་སྨྲ་བསམ་པ་བྱས། བདག་དང་འགྲོ་བ་ནམ་མཁའ་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱི་ཕྱག་འཚལ་གྱི་ཡོད་དམིགས་ཡུལ་ཡང། བདག་དང་འགྲོ་བ་ནམ་མཁའ་དང་གཉེན་པའི་སེམས་ཅན་ཐམས་ཅད་ཀྱི་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་དག་ཡ། སེམས་ཅན་ཐམས་ཅད་ལ་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུང་གི་བྱིན་རླབས་ཐོབ་ཡ། དེ་འདྲའི་བསམ་བློ་བཏང་ན་བསམ་པའི་སྟོབས་ཀྱིས་རྒྱལ་བ་སྟོབས་ཆེན་ཡོང་གོ། ཅེས་མཁྱེན་སོང་ང། འོ་འདི་ནང། ད་དེ་ནས་འདུག་ཟེར་ནས་བསམ་བློ་བཏང་ཚར་བ་ཆགས། དེ་ནས་བསམ་བློ་བཏང་ཚར་བསམ་བློ་འདུག་ད་བསམ་བློ་བཏང་ཚར་ནས། ཁ་ནས་མ་སྐྱོར་ཡ་དེ་ལ་དང་པོ་ན་མོ་མ་ཛུ་ཤི་རི་ཡས་ན་མོ་སུ་ཤི་ཡས་ན་མོ་ཨུ་དྷ་མ་ཤི་རི་ཡས་སུ་འདུག་སུ་སྐྱོར་ཡ་བྱས། དངོས་གཞི་ཕྱག་འཚལ་བའི་སྐབས་ལ་ཨ་ནི་ན་མོ་གུ་རུ་པའི་ན་མོ་བུ་ད་ཡ་ན་མོ་དར་མ་ཡ་ན་མོ་སང་ག་ཡ་ཟས་འདྲ་བོ་བླ་མ་ལ་ཕྱག་འཚལ་ལོ་སངས་རྒྱས་ལ་ཕྱག་འཚལ་ལོ་ཆོས་ལ་ཕྱག་དགེ་འདུན་ལ་ཕྱག་འཚལ་ཁ་ནས་ཀྱོག་པ་རེ་འདྲེ་སོང་ང་ད་དང་གི་དང་པོ་ཡིད་ཀྱི་ཕྱག་འདྲེ་སོང་ང་དེ་ནས་ལག་པས་དེ་འདྲེ་དེ་འདྲེ་དེ་འདྲེ་བྱེད་དུས་ཙམ་པ་ལུས་ཀྱི་ཕྱག་འདྲེ་སོང་ང་ཁ་ནས་མ་ཚིག་སྐྱོར་ཡོང་དུས་ངག་གི་ཕྱག་འདྲེ་སོང་ང་དེ་བྱས། ད་མ་ཅིག་འདི་བྱེད་དུས་རྐྱང་ཕྱག་དང་བསྐུམ་ཕྱག་གཉིས་ཡོད་རེད། རྐྱང་ཕྱག་ཟེར་ཡ་འདི། སྡོང་པོ་ས་ལ་རྒྱལ་བ་ལྟ་བུའི་ཕྱག་ལ་རེད་ཤིང་སྡོང་ཆེན་པོ་ཅིག་ས་ལ་རིལ་ན། རྩ་བ་ནས་མགོ་བར་དུ་ཆ་ཚང་ས་ལ་བབས་དགོས་ཡོད་རེད་བ། དེ་ནང་བཞིན་རྐྱང་ཕྱག་ཚོས་འདི་རྐང་མཐིལ་ནས་ལག་པའི་རྩེ་བར་དུ་ཆ་ཚང་ས་ལ་འགྲོ་དགོས་རེད། རེད་སོང་བ། དཔེ་འདི་ཧ་གོ་སོང་བས་སྡོང་པོ་ས་ལ་རྒྱལ་བ་ལྟ་བུ། གཟུགས་པོ་ཡོངས་རྫོགས་ཡ་རྐྱང་གཅིག་ཕྱག་ཟེར། དུས་སོང་བ། ད་རྐྱང་ཆགས་མ་ཡིན་པ་བྱས་རྐུན་ཆགས་ཕུལ་གྱི་ཡིན་པ་ཡིན་ན་དེ་ལ་ག་རེ་ལ་ཡོད་རེད་གནས་ལྔ་ས་ལ་རེག་པའི་ཆ་ལ་རེ་གནས་ལྔ་བཟས་ཏེ་དཔྲལ་བ་དེ་གཅིག་བྱས། ལག་མཐིལ་གཅིག་གཉིས་བྱས། པི་མོ་གཉིས་དེ་བྱས་ནས། སྡོམ་པའི་ལྔ། དེ་ལྔ་ཡི་ས་ལ་ཡིན་གཅིག་མིན་གཅིག་ཐུག་གོ་རེ་ལ་རེ་གཅིག་བསྒྲིགས་སོང་བ། རེ་བཟུང་བ། བ་ད་འདུག་བྱས་ནས། ཨ་ལེ་ངེད་ལ་ད་ངེད། རྐྱང་ཆག་རང་དེ་ཨ་ལེ། རྐྱང་ཆག་ཕུ་ཡལ་བྱེད་ཡོར་བ། འདུག་ད་ད་གི། གནས་ད་ངེད་རྐྱང་གུ་རུམ་ཅན་ནང་བཞིན་བྱེད་གི་འདའ་གནས་གསུམ་བྱས་ན།

འདུག་བྱས། འདུག་བྱས། ད་ཡིན་གྱི་མིན་གྱི། པད་བསྐོར་དེ་ས་ལ་ཐུག་གོ་རེ་ད། ཏོགས་མ་ཕྱིན་ཡང་ཤར་ཡར་ལངས་འདུག་བྱས་ནས་ཕུལ་ན་ག་རེ་རེད། བརྐྱང་ཕྱག་ཕུལ་བ་ཟས་ཏེ་དེ་བྱས། ད་བསྐུམ་ཕྱག་ཕུལ་བ་ཟས་ཏེ་ད་འགི་ག་རེ་ཟེར་སོང་གནས་ལྔ་ས་ལ་རེག་པ་ཡིན་པ། དེ་ཟོས་དུས་ཕྱག་དེ་འདུག་བྱས། ཨ་ནི། སྤྱི་བོ་མགྲིན་པ་དེ་ཆེད་བསམ་བློ་གཏོང་ཡ་དེ་ལྟ་ངང་ནས་མ་སྐྱོ་ནས་ཨ་ནི་ལག་པ་གཉིས་དེ་ཁ་སྡུག་ན་བཞག་པི་མོ་གཉིས་དེ་དེ་ཁ་སྡུག་བཞག་གཞི་བྲེལ་སོང་བ་ཨ་ནི་དཔྲལ་བ་དེ་དེ་ཡིན་གྱི་མིན་གྱི་ས་ལ་བབས་ཨ་ནི་གཞི་ནས་འདུག་ས་ལ། དེ་སོང་བ་འོ་སྡུག་ས་རེད་ཡ་རྣམ་པ་ཚོ་གཅིག་གནང་གི་ཡ་གཅིག་བཞེངས་ད་ཨ་ཡ་ཚང་མ་གནང་ཤོག་ཨ་དེ་ག་ཡིན་ཟེར་ན་ཁོ་ཉུང་འཕྲི་སོགས་ར་ཆག་གི་ཡོད་ར་བ་ཡག་པོ་ཡོད་རེད་མ་འོངས་པ་ཕ་མ་སོ་སོའི་གི་ཕྱག་འཚལ་སྟངས་དེ་ཨ་ནི་བླ་མ་རྩ་ནས་ཞུས་ནས་ཏག་ཏག་ཡོད་ན་ཨ་ནི་སྤུ་གུ་དེ་ཚོ་ལ་བསླབ་བཏུས་ཙམ་པ་བརྒྱུད་པ་དེ་བསྡད་གི་རེད་བ་ད་སྡུག་ས་བྱས། ཨོའོ་ཡ། འགྲིག་འདུག་ཨ་ཚུགས་སུ་ཕེབས་ཞུ་ཚུགས་སུ་ཕེབས་ཞུ། ཁྱེད་རྣམ་པ་གཉིས་ཚུགས་སུ་ཕེབས་ཞུ་ཨོའོ་ཡ། ད་ཡིན་ད། ད་འོ་ན་ཨ་ལེ་གཉེས་ལ་ང་ཚོ་ལམ་སྲོལ་ནང་བཞིན་བྱས་ནས་གཞིས་བྱེས་ཁ་ཡ། སྤྱི་གཙུག་ལ་གཅིག་བཞག་ད། འདི་སྐུ་དང་འདི་འདྲའི་སྐད་ཆ་མ་རེད་ད་གཙུག་ཏོར་སྒྲུབ་ཡ་ཙམ་རེད་དེ་བྱས། སྤྱི་གཙུག་སྤྱི་གཙུག། པད་ཀོ་མ་རེད་སྤྱི་གཙུག་གང་ཆེ། ད་དེ་ནས་གཞི་ནས་པད་ཀོ་ལ་བཞག་དཔྲལ་བ་ལ་ཡིན་ད་དཔྲལ་བ། ཡ་ད་སྡོད་དུས་རྗེས་འདོད་ཅི་གནང་ད། བདག་སོགས་སེམས་ཅན་ཐམས་ཅད་ཀྱི། ལུས་ཀྱི་སྡིག་སྒྲིབ་དག་ནས། བླ་མ་སངས་རྒྱས་ཀྱི། སྐུ་ཡི་བྱིན་རླབས། ཐོབ་པར་ཤོག། ཨོ་ཡ་ད་མགྲིན་པ་ལ་བཞག་ད་མགྲིན་པ་ཡིན་ད། ཨོ་མགྲིན་པ་མགྲིན་པ། མགྲིན་པ་ཨོ་ཡ། ཡ་ཡ་གསུང་བ། བདག་སོགས་སེམས་ཅན་ཐམས་ཅད་ཀྱི། ངག་གི་སྡིག་སྒྲིབ་དག་ནས། བླ་མ་སངས་རྒྱས་ཀྱི། གསུང་གི་བྱིན་རླབས་ཐོབ་པར་ཤོག། ཨོ་ཡ། བདག་སྙིང་ག་ག་ཏུ་བཞག་སྙིང་ག། ཨོ་ཡ། བདག་སོགས་སེམས་ཅན་ཐམས་ཅད་ཀྱི། ཡིད་ཀྱི་སྡིག་སྒྲིབ་དག་ནས། བླ་མ་སངས་རྒྱས་ཀྱི། ཐུགས་ཀྱི་བྱིན་རླབས་ཐོབ་པར་ཤོག། འགྲིག་སོང་ཨ། ད་མཉམ་དུ་སྐྱོར་བ། ན་མོ་མ་མཚོ་ཤི་རི་ཡེ། ན་མ། ན་མོ་སུ་ཤི་རི་ཡེ། ན་མ་ཨུཏྟ་མ་ཤི་རི་ཡེ་སོ་ཨ། བླ་མ་ལ་ཕྱག་འཚལ་ལོ། སངས་རྒྱས་ལ་ཕྱག་འཚལ་ལོ། ཆོས་ལ་ཕྱག་འཚལ་ལོ། དགེ་འདུན་ལ་ཕྱག་འཚལ་ལོ། ཨོ་ཡ། ད་བཞི་ནས། ལག་པ་གཉིས་ཏག་ཏག་བྱས་ནས་ས་ལ། པུས་མོ་གཉིས་ས་ལ་བཙུགས་ན་བསྐུམ་ལྕགས་ཕུད་ན་འགྲིག་བརྐྱང་ལྕགས་དེ་ས་ཆ་དང་མ་བསྐུམ་ལྕགས་ཕུད་ན། ཡ། ས་ལ་བཞག་ན། པུས་མོ་གཉིས་ཁ་ཐུག་ཨ་ནི་པད་ཀོ་དེ་ཡིན་གཅིག་མིན་གཅིག་ས་ལ་བཞག། ཨོ་ཡ། ཨོ་དེ་རེད། ད་ཡ། ཁ་ཐུག་བཞག་ཨ། ཨོ་དུ་སི། ཨུམ། ཐེངས་མ་གཅིག་བྲིས་སོ་ད་གཉིས་པ་དེ་ཡིན་ད་ཡང་བསྐྱར། ད་བསམ་གཏོང་ད་ད་འགི་ལབ་ཚར་བ་ད་ཁ་ནི་མ་འདོན་ཤ་འདྲིར་ཡ། ན་མོ་མན་ཟུ་ཤི་རི་ཡི། མ་རེད། འདི་ཐེངས་མ་གསུམ་བསྐྱོར་ཚར་བ་ཆགས། ཐེངས་མ་གསུམ་བརྙན་ལ་བསྐྱོར་ཚར་ད་འདི་ཡིན་ད། བླ་མ་ལ་ཕྱག་འཚལ། སངས་རྒྱས་ལ་ཕྱག་བཏབ་ན་འདུ་བྱེད་ཡང་སྤྱི་གཙུག་ཆོས་བླ་མ་ལ་ཕྱག་འཚལ་ལོ། སངས་རྒྱས་ལ་ཕྱག་ཆོས་ལ་ཕྱག་འཚལ་ལོ། དགེ་འདུན་ལ་ཕྱག་འཚལ་ལོ། ཧོ། ཡ། ཐུགས་ཆེ། ལན་གཉིས་གསུང་ད་གསུམ་པ་ཡིན་ད་ཡང་བསྐྱར། ཡ། བླ་མ་ལ་ཕྱག་འཚལ་ལོ། སངས་རྒྱས་ལ་ཕྱག་འཚལ་ལོ། ཆོས་ལ་ཕྱག། དགེ་འདུན་ལ་ཕྱག་འཚལ་ལོ། ཨོ་ཡ། ད་འདི་བར་དུ་ཆགས་ཕུ་ཐང་དེ་འགྲིག་སོང་ཨ། དེ། ད་ལྟེ་ནས་སྒོམ་རྒྱག་དུས་རྐང་པ་ག་འདྲེས་བསྡད་དགོས་རེད་ལབ་ཡ་ཡིན་ད་ལྟེ་གུ་ཡངས་པོ་རེ་བྱེད་ནས་བཞུགས་ཨ། ཨ་ནི། ཨ། སྒོམ་རྒྱག་བའི་ཁ་ཐུག་དེ་ལ་ཡ། ཨ་ནི་གཟུགས་པོ་བདེ་ཐང་དེ་ཧ་ཅང་གལ་ཆེན་པོ་རེད་ལབ་པ་རེད་ད། རེད་སོང་བ། སྤོ་ཙི་ཤོན་ཟེར་གི་འདུག་བ་གཟུགས་པོ་བདེ་ཐང་དེ་ཤི་བོ་གལ་ཆེན་པོ་རེད་ལབ་པར་གདའ། ད་འདི་ནང་ལ་ཡ། ཁྱོད་རང་གི་ཚིག་འདི་ག་རེ་རེད་ལ་ན། ལུས་རྣམ་པར་སྣང་མཛད་ཆོས་བདུན་རྣམ་རྒྱལ་སུ་སྐོར་གདའ། འདི་བཟོས་དུས། རྣམ་པར་སྣང་མཛད་བཟོས་དུས་སངས་རྒྱས་གཅིག་གི་མཚན་རེད་སངས་རྒྱས་རྣམ་པར་སྣང་མཛད་སེ་ཇོ་རེད། ཁོ་རང་གིས་སྒོམ་རྒྱག་དུས་ཤུགས་འདང་ཅི་ཡོད་རོ་བ། འོ་འདི་ནང་བཞིན་ང་ཚོ་བྱེད་དགོས་ཀྱི་ཡོད་པ་ཡིན་དུས། རྣམ་པར་སྣང་མཛད་རྣམ་པར་སྣང་མཛད་ཆོས་བདུན་ནམ་བརྒྱད་སྟེ་གནས་ལ་ཡང་གཟུགས་པོ་རང་གི་བྱེད་སྟངས་བདུན་ཡོད་རེད། འདི་གང་ལ་གནོད་འབེན་ཅི་གར་ཡོད་རེད། སེམས་རྣམ་རྟོག་གི་ཐོག་ནས་འཕགས་སུ་འགྲོ་ཡོང་དུས་ལྐུགས་གཡའ་གི་ཆེད་དུ། རྣམ་རྟོག་ཉེ་བར་ཞི་བའི་ཆེད་དུ། དབུགས་འབྱུང་ངུ་སྒོམ་པ་སེམས་གནོད་འབེན་ཅིག་བརྒྱབ་ནས། རྒྱས་བཟོས་པ་རེད་མཁྱེན་སོང་ཨ། ད། གཟུགས་པོ་རང་གི་ཐོག་ནས། ཨ་ནི། མདུན་འདི་ག་འདྲི་ག་འདྲི་རེད་ལ་ན། དང་པོ་གཉིས་ཁ་ནས་ལབ་ཨ་ནི་ལག་ལེན་བསྟར་གྱི་ཡིན་ད། རྐང་པ་རྡོ་རྗེ་སྐྱིལ་ཀྲུང་ཟེར་ནི་གཅིག་རེད། ལག་མཉམ་བཞག་ཟེར་ནི་གཉིས་རེད། སྒལ་ཚིགས་མདའ་ལྟར་བསྲང་བ་ཟེར་ནི་གསུམ་རེད། མགྲིན་པ་ཅུང་ཟད་གུག་པ་བཞི་རིགས། སོ་ཆུ་རང་སྦགས་སུ་བཞག་ཅིང་ལྕེ་རྩེ་རྐན་ལ་སྦྱར་བ་ལྔ་རེ། ཨ་ནི་དཔུང་པ་མི་གཡོ་བར་གནས་པ་བྱས་ནས་ཨ་ནི་དྲུག་རེ། མིག་སྣ་རྩེར་འཕགས་པ་ཟད་བདེ་ཀྱིས་བདུན་རེ། ད་འདི་མཉམ་དུ་མགོ་རེ་མགོ་དེ་མང་དུ་བྱས་ནས་བདུན། ཨ་ནི་དབུགས་འབྱུང་ངོ་བརྒྱལ་བར་བལྟ། ད་དེ་ན་ནས་དང་པོ་དེ། རྐང་པ་རྡོ་རྗེ་སྐྱིལ་ཀྲུང་དཔེ་ཆ་ནང་ལ་གསུངས་རེད་དེ། དཔེ་ཆ་གཞན་གཅིག་གི་ནང་ལ་ག་རེ་ཡོད་རེད་ཟེར་ན། རྐང་པ་རྡོ་རྗེ་སྐྱིལ་ཀྲུང་བྱེད་མ་ཐུབ་ན་ག་རེ་བྱེད་ཀྱི་རེད་བས་ཟེར་དུས་སེམས་དཔའི་སྐྱིལ་ཀྲུང་བྱས་ན་འགྲིག་གི་རེད་ལ་རེད་དེ་ཟེར་དུས་ད་གཉིས་རེད། རྐང་པ་རྡོ་རྗེ་སྐྱིལ་ཀྲུང་ངམ། སེམས་དཔའི་སྐྱིལ་ཀྲུང་ལབ་པ་རེད། དེ་ཟེར་དུས། དང་པོ་གཉེར་ལ་ཡང་རྐང་པ་རྡོ་རྗེ་སྐྱིལ་ཀྲུང་དེ་ལབ་རྒྱུ་བྱས། དང་ཤ་རྒྱགས་པ། རྐང་པ་ཐུང་ཐུང་ཡིན་ན་ཀ་ལི་ཏེས་ཡོད་རེད་གོ། དང་རྐང་པ་རིང་པོ་དེ་འདྲ་ཡིན་ན་ཉམས་དང་རེད་ལོས་ལོས། ཡ་ད་ཡིན་ད་ཨ་ལེ་རྐང་པ་རྡོ་རྗེ་སྐྱིན་ཀྲུང་ཡིན་ད། རྐང་པ་གཡོན་པ་བྱོལ་བ། དེ་དེ་གང་ལ་ཚུགས་སྐྱེས། རྐང་པ་གཡས་པ་དེ་དེ་གང་ལ་ཚུགས་སྐྱེས། འགྲིག་ཟེར་བས། མ་རེད། དང་པོ་གཡོན་པ་གཡོན་པ། དང་པོ་གཡོན་པ། རྐང་པ་གཡོན་པ་ནང། རྐང་པ་གཡས་པ་ཕྱིས་བྱས། ཨ་བུ། དེ་འདྲས་བྱེད་ཐུག་ན། ཨང་ཀི་དང་པོ་རེད་ཨེ་སུ་ཀ་ནུ་ས་ཁྱོད་པ་ནས་དེ་རི་རམ་རོ་དེ་བྱས། ད་དེ་འདྲའི་སྐྱོན་ནི་ཡོང་གི་མི་འདུག་ན་ཨུ་ཚུགས་རྒྱག་འོ་མ་རེད་དེ་འདྲའི་སྐྱོན་ནི་ཡོང་གི་མི་འདུག་ན་ད་ག་རེ་ཡོད་རེད་སེམས་པའི་སྐྱིལ་ཀྲུང་བྱས་ན་ཡང་དམིགས་བསལ་གྱི་ཐབས་ལམ་གཞན་ཞིག་སོང་རེད་སེམས་པའི་སྐྱིལ་ཀྲུང་དཔེ་ལས་སླ་བོ་རེད་སེམས་པའི་སྐྱིལ་ཀྲུང་དེ་ག་འདྲ་རེད་ཟེར་ན། རྐང་པ་གཡོན་པ་དེ་བཞག་འོ་མ་རེད་མདུན་ལ་བཞག་ཡ་རེད་རྐང་པ་གཡོན་པ་དེ་བཞག་ཅིག་བྱས་ད་ཡ། སེམས་པའི་སྐྱིལ་ཀྲུང་བྱས་ད་དེ་བྱས་རྐང་པ་གཡོན་པ་དེ་བྱས་རྐང་པ་གཡས་པ་དེ་མདུན་ལ་བཞག། རེད་སོང་ཨ། འོ་ཏོ། གཟུགས་པོ་སྟེ་བདུན་ལས། ད་བརྟག་རང་རེད་ག་ཡི་མི་འདུག་ཨ། ག་ལས་མི་འདུག་ཨ། གཡོན་པ་དེ་ནང་ལ་གཡས་པ། གནད་འགག་ག་རེད། རྐང་པ་གཡས་པའི་གྱི་རུ་ཁུག་ཞུ་དུ་བ། དེ། དུ་བ། འོ་དེ་དང་གཅིག། གཡོན་པའི་གྱི་རུ་ཁུག་དོག་དོག་དེ་དང་གཉིས། སོ་སོའི་གྱི་ཕོ་མོག་གི་བརྟག་གཡོར་བ་གསུམ། ཁ་ཐུག་ཁ་ཐུག།

སྐབས་འདི་ལ་ཡང། རྐང་པ་འདི་འདྲའི་གར་ཅི་ནས་བྱེད་དགོས་རེད། བྱེད་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་དུས། ང་ཚོ་ད་ལྟ་ཧ་གོ་གི་མ་རེད། ད་ཡིན་ནས་གནད་འགག་ཆེ་བ་དེ་ག་རེ་ཡོད་རེད་ལབ་ན། ང་ཚོ་སེམས་ཟེར་གྱི་འདུག་བ། སེམས། ང་ཚོའི་སེམས་དེ་རླུང་དང་མཉམ་དུ་ཡོད་རེད། རེད་སོང་ཨ། ད་རླུང་དེ་ག་བ་ཡོད་རེད་རྩ་ཡི་ནང་ལ་ཡོད་རེད་རྩ། གཟུགས་པོའི་ནང་གི་རྩ། རྩ་ཡི་ནང་ལ་ཡོད་རེད། དེ་འདྲས་ཡིན་ཙང་རྐང་པ་འདུག་སུ་སྐྱིན་ཀྲུང་བྱས་ནས་རེད་ཡོང་དུས་གཟུགས་པོ་འདུག་སུ་ཁ་ཐུག་རེད་ཡོང་གོ་རེད། དེ་གིས་རྐྱེན་བྱས་ནས་རྩ་ཡག་འདྲོངས་ཡོང་གོ་རེད། རྩ་འདྲོངས་པོ་ཆགས་ཡོང་དུས་རླུང་ཡག་པོ་འགྲོ་གི་ཡོད་རེད། རླུང་ཡག་པོ་འགྲོ་ཡོང་དུས་སེམས་དེ་གིས་བསམ་གཏོང་ཡང་དཔེ་ཡག་པོ་ཆགས་གི་ཡོད་རེད་ལབ་བ་རེད་ད། ཕན་ཡོན་གཅིག་འདི་རེད། ཕན་ཡོན་གཉིས་པ་ག་རེ་རེད་ལགས་ན། ང་ཚོ་ཨ་མདའ་ཧ་གོ་གི་ཡོད་མ་རེད་དེ། ང་ཚོའི་གཟུགས་པོའི་ནང་ལ་རྩ་མང་པོ་ཡོད་རེད་སྟོང་ཕྲག་ཁྲི་ཕྲག་དགུ་ཕྲག་མང་པོ་ཡོད་རེད་ཡིན་ནས་རྩ་ཡི་ནང་ནས་གཙོ་མོ་གསུམ་རེད། རྩ་དབུ་མ། གཡས་ལ་ཡང་རོ་མ། གཡོན་ལ་ཡང་རྐྱང་མ་ཟེར་ནས་རྩ་གསུམ་ཡོད་རེད་རྩ་གཙོ་བོ་གསུམ་དེ་མདུན་ལ་ཡོད་མ་རེད་རྒྱབ་ནས་འདུག་ཟེར་ནས་འགྲོ་ཡོད་རེད་འདུག་ཟེར། དེ་འགྲིག་གི། རྩར་རོ་མ་དང་རྐྱང་མའི་ནང་ལ་འགྲོ་བའི་རླུང་དེ་གིས་རྐྱེན་བྱས་ནས་ང་ཚོ་སེམས་པས་གང་བྱུང་མ་འཇུག་རྣམ་རྟོག་འདྲ་མི་འདྲ་སྐྱེ་དགོས་པ་རེད། ད་དེ་འདྲི་དེ་མེད་པ་བཟོ་ཡ་ལ་རོ་རྐྱང་གི་རླུང་དེ་དབུ་མའི་ནང་ལ་ཡར་འཛུལ་དགོས་རེད་ད། དབུ་མའི་ནང་ལ་ད་དུང་རླུང་འགྲོ་ཐུག་ཡོད་མ་རེད། མཐར་རོ་རྐྱང་གི་རླུང་དུ་དབུ་མའི་ནང་ལ་འཛུལ་བ་ལ་རྐང་པ་རྡོ་རྗེ་སྐྱིལ་ཀྲུང་བྱེད་ཡ་དེ་དང་དེ་འདྲས་བྱས་པ་བདེ་སྐྱིད་དབུ་མ། རོ་རྐྱང་གི་རླུང་དབུ་མའི་ནང་ལ་འགྲོ་ཡ་ལ་ཡ། ཞི་བ་གྱི་ལས་ལྷག་པོ་བྱ་དགོས། ཕན་ཐོགས་ཡོང་དགོས། དེ་ཙམ་མ་འོངས་པར་སྔགས་ཉམས་ལེན་བྱེད་དུས་ཁེབ་ཚང་ཆེན་པོ་ཡོད་ལ་ཕན་ཐོགས་ཆེན་པོ་ཡོད་ལ་རེད་ད་འདི་ཅི་རོབས་སུ་ཤེས་སོང་ཨ། འོ་ད་འདུག་སེ་རེད་ད་རྐང་པ་འདི་འདུག་སེ་ད་ཚང་མ་འདུག་སེ་ཡག་པོ་ཞུ་ཨ་འདུག་སེ་བྱས།

ཏས། འདུག་སླད་དྲར་བ། དང་པོ་འདུག་བྱས་པ་རེད། འོའོ་འདུག་བྱས། འོ་ཡ། ད་ཟི་ཨ། རེད་སོང་ཨེ། འོ་ལ་སོ། འོ་ཡ། ད་འདི་བཟོས་ཚར་བ། ཆུ་ཆུང་དབྱིབས་ཅན་འདུག་བ་བཟོས་ཚར་བ། ག་བ་བཞག་གོ་རེད་ལ་ན། ལྟེ་བའི་ཁ་འདུག་སྟེ་ལྟེ་བ་ཟེར་གི་རེད། ལྟོ་བ་མ་རེད་ལྟོ་བ་བཟོས་དུས་གྲོ་གོག་རེད། ལྟོ་བ་ནས་མ་སོར་བཞི་བརྩིས་ན་ལྟེ་བ་རེད། འདི་བཟོས་དུས་དེ་བཞག་གོ་རེད། ཨོ་ཡ། ལགས་མཉམ་བཞག་འདི་བོ་ཏོ་འགྲིག་སོང་ཨ། ཨོ་ཡ། ད་ལྟེ་ནི་ག་རེ་རེད་དོ་ཟེར་ན། རྒྱལ་ཚིག་མདའ་དར་གསང་ལ་རེད། རྒྱབ་ལོགས་ཀྱི་རྒྱལ་པའི་ཚིག་པ་དེ་ང་ཚོ་མདའ་ཡོ་བ་མདའ་མདའ་ནང་བཞིན་པའི་འབྲོང་བུ་ཡ།

མགྲིན་པ་ཅུང་ཟད་ཁུག་སྟེ་སོང་བ། བདེ་བྱེད། ད་བལྟས་ནས། མིག་གཉིས་མ་རེད་སོ། སོ་ཆུ་རང་བབས་སུ་བཞག། སོ། ཆུ། དོ། དེ་ཚོ་བྲལ་དུས་ནམ་རྒྱུན་ག་རེ་ཡོད་པ་དག་རང་ནོར་མ་ལ་བཞག། སོ་ཆུ་རང་བབས་སུ་བཞག། དཔྱད་ཚད་དེ་སྒོམ་ཆུ་ཚོད་གཉིས་གསུམ་རྒྱུ་རིང་པོ་རྒྱག་ན་རྐྱེན་ལ་འཆར། གང་ཡིན་ཟེར་ན། མཆི་མ་འཛག་ཡ་ཉེན་ཁ་ཡོད་ར་བ་མཆི་མ་མ་འཛག་པའི་ཆེད་དུ་དཔྱད་ཚད་རྐྱེན་ལ་འཆར། སྐར་མ་བཅུ་བཅོ་ལྔ་ལ་སྐྱོན་ཡོད་མ་རེད་རང་འཇགས་བཞག། ལྕེ་རྩེ་རང་འཇགས་བཞག། ད་ལྟེ་ནི་མིག་རེད། མིག་དེ་བྱུང་ན་སྣ་དགུའི་རྩེ་ལ་བཞག། གལ་ཏེ་སྣ་དགུའི་རྩེ་ལ་བཞག་ན་མིག་རིལ་ནག་གི་འདུག་ན་མདུན་དེ་བཞག་བཞག་མདུན་སོ་སོའི་མདུན་དེ་བཞག་ད་ང་ལ་ཡར་མ་གཟིགས་ཨ། ལབ་པ་ནང་བཞིན་བྱས་ནས་བཞག་ཨ། མིག་སྣ་རྩེར་ཕབ་མིག་མདུན་དེ་བཞག། ད་དེ་ནས་དཔུང་པ་གཉིས་དེ་ནི་ཀྱོག་ཀྱོག་མེད་པར་ཁ་ཐུག་དང་མགོ་འདི་ཡང་ཀྱོག་ཀྱོག་མེད་པར་ཁ་ཐུག་བྱས། འདུག་ཟེར་ག་འདུག་བདུན་ལ་ཅུང་ཟད་གུག་གོར་མ་གཏོགས་གཡས་གཡོན་གཉིས་ལ་ཀྱོག་རྒྱུ་མེད་རེད་ཨོ་ད་དེ་བར་དུ། ཨོ་ཡ། དེ་བར་དུ། གཟུགས་པོ་བདེ་ཐང་དེ་བསླབས་པ་རེད་འགྲིག་སོང་ཨ། ད་གཟུགས་པོ་བདེ་ཐང་འགྲིག་སོང་ཨ། ད་ཁྱེད་རང་ཚོ་ང་མ་གཟིགས་ཨ་ད་ཁ་རང་བཞུགས་ཨ། ད་ལྟ། མང་ཆེ་བ་ཅིག་ཡག་པོ་བཞུགས་ཤག། ཡིན་ནས་ཁ་ཤས་མགྲིན་པ་དེ་ལྟས་སྐུ་གུག་འདུག་མགྲིན་པ་ཅུང་ཟད་གུག་ན་ཡག་ཡོད་རེད་ཨོ་ཡ། ད་ངས་བལྟས་ན་གལ་ཆེན་པོ་བཞི་པོ་གཅིག་ལ་ཡ་ཡོད་ཁྱེད་རང་ཚོ་རྒྱུན་ནས་མ་བྱ། འགའ་ཤས་ཀྱིས་ག་འདྲས་བྱེད་གི་འདུག་ལགས་ན་ཁག་མི་འདུག་སྒོམ་དང་པོ་རྒྱག་དུས་གཟུགས་པོ་དེ་པས་ཁྲིམས་སྒྲིག་གཞི་བཞི་པོ་གཅིག་ཁྱེར་ནས་གཟུགས་པོ་འདུག་སེ་བཟོས་ལགས་དེ་འདི་བྱེད་ཀྱི་ཡོད་རེད་བ། དེ་སྙམ་དུ་སེམས་ཀྱི་ནང་ལོག་གི་སེམས་དེ་བསྒྲིམས་བསྡད་ཉེན་འདྲ་བོ། གཟུགས་པོའི་ནང་གི་རླུང་དེ་ཚོ་བསྒྲིམས་བསྡད་ཉེན་ཁྲག་དེ་ཚོ་མ་བསྒྲིམས་བསྡད་ཀྱི་དེ་འདྲས་བྱེད་ཀྱི་འདུག་དེ་བྱས་པ་ཡིན་ན་ག་རེ་བྱེད་ཀྱི་རེད་གང་འཚམ་ཞུ་གི་དེ་ལ་ཡ་ལྟོས་ཀྱང། ཨ་ནི་མ་སྐྱིད་པ་ཡོང་གི་རེད་བྱས་ཙང་ག་རེ་གསུངས་ཡོད་རེད་ལགས་ན། ཕྱི་ལོག་དེ་གཟུགས་པོ་བདེ་ཐང་དེ་ཁྲིམས་དེ་ཡག་པོ་ཁྱི། ཡིན་ནས་གཟུགས་པོའི་ནང་ལོག་ལ། ཅིག་ཁྲག་དང་རླུང་དང་དེ་ཚོ་སྤྲད་དེ་ལྷོད་ཤེས་ཀྱི། ཞི་བདེ་བག་ཕེབས་དགོས་བ་རེད། ལྷག་པར་དུ་སེམས་ཟེར་ཡ་དེ་ལྷོད་ཤེས་ཀྱི་བས་བདེ་སྙམ་ཅིག། གང་ལྟར་སོ་སོ་སོ་ལ་བལྟས་ནས་ངའི་གཟུགས་པོ་འདི་འདྲ་ཅིག་བསྡད་ཡོང་དུས་དངོས་གནས་ངག་བལ་བལྡད་སང་སང་འདུག་ད་སྒོམ་ར་ཅིག་རྒྱག་ན་ཡང་ཡག་པོ་ཡོང་ས་རེད་ད་དེ་འདྲི་ཅིག་གི Feeling ཅིག་སྤྲད་གི་འདུག་ན་གཟུགས་པོ་བདེ་ཐང་འགྲིག་ཡོད་རེད། གཟུགས་པོ་བདེ་ཐང་འདིས་རྐྱེན་པས་བདེ་བ་ཅིག་ན་བདེ་ཉེ་འདྲ་བོ་ལྟོས་རྒྱང་དེ་རུ་བྱས་ན་བལྟས་ཟིན་འགྲིག་གི་ཡོད་མ་རེད་དེ་འདྲ་ཡིན་པ་ཡིན་དུས། ཕྱི་ལོགས་ཀྱི་ལུས་དེ་ཁྲིམས་ཡག་པོ་གིས་བྱས་དེ་འདྲའི་བདེ་བ་ཅིག་ལ་ནང་གི་ཁྲག་དང་རླུང་དང་སེམས་ཁམས་དེ་ཚོ་བལྟ

Peace Peace དང Relax ཡོད་བསྡད་ཀྱིན་འོ་དེ་འདྲ་ཅིག་གང་དགོས་ད་སེམས་ཞི་བདེ་བག་ཡངས་གུ་ཡངས། ལུས་ལྷོད་པ་འོ་ཡངས་པ་དེ་འདྲ་ཅིག་དེ་འདྲ་ཅིག་འདུལ་བའི་རྟགས་ཨ་འདུག་ན་ད་ག་རང་ལྟོགས་སུ་བསྡད་ཤོག་ཨོ་ཡ། ད་དེ་ནས་ཚང་མིན་གྱིས་སོ་སོ་སོ་སོ་གྱི་སེམས་ལ་སོ་སོའི་ལྟ་ཞོག་ད། སེམས་ལ་ག་རེ་ཤར་གྱི་འདུག་རྣམ་རྟོག་འདྲ་མི་འདྲ་སྐྱེ་གི་འདུག་བས་ཡང་སྐྱེ་གི་མི་འདུག་རྣམ་རྟོག་འདྲ་མི་འདྲ་སྐྱེ་གི་མེད་ན་ལམ་སང། སངས་རྒྱས་ཀྱི་སྐུ་དེ་ཚོ་བསྒོམ་ན་འགྲིག་གི་ཡོད་རེད། རྣམ་རྟོག་འདྲ་མི་འདྲ་སྐྱེ་གི་འདུག་ན་དང་པོ་རྣམ་རྟོག་དེ་མེད་པ་བཟོས་དགོས་རེད། དེ་འདྲ་ཡིན་ཙང་ད་ད་རིང་ངས་ཁྱེད་རང་ཚོ་ལ་ཡ། རྣམ་རྟོག་མེད་པ་བཟོས་ཡ་དེ་ལབ་ན་དྲན། དེ་ཡིན་དུས་ད་སུ་སུ་ཡི། སྣ་དགུ་རི་མ་རླུང་ཅིག་ལྡང། ད་ད་འགྲོ་ད་འགྲོ་བཞིན་པ་ར་བ། རྐང་བཙོས་ནས་རླུང་བཏང་གི་ཡོད་པའི་སོ་འདྲ་བོ་རླུང་ཤུགས་ཆེན་པོ་བཏང་གི་ཡོད་པའི་སོ་རོག་དེ་འདྲས་མ་བྱས། ནམ་རྒྱུན་རླུང་ག་རེ་བཏང་གི་ཡོད་པ་དག་རང་དང Normal རང་བཞིན་པ་ཐ་མལ་པའི་རླུང་ག་རེ་ཕྱི་ལོག་འགྲོ་གི་ཡོད་ནང་ལག་འཐེན་གི་ཡོད་དག་རང་བཞག། གལ་ཆེན་པོ་ག་རེ་རེད་སོ་སོའི་སེམས་དེ་རླུང་འདི་ལ་བཞག། སྣ་དགུ་ནས་མར་འགྲོ་བདེ་བའི་རླུང་དེ་ལ་སེམས་བཞག་ནས་དབུགས་ཕྱི་ལོག་འགྲོ་གི་འདུག་བསམ་པ། ཡང་ནང་ལོག་འགྲོ་དུས་ནང་ལ་འགྲོ་གི་འདུག་བསམ་པ། ཡང་ཕྱི་ལོག་འགྲོ་དུས་ཕྱི་ལོག་འགྲོ་གི་འདུག་བསམ་པ། ཡང་ནང་དུ་ནང་འགྲོ་ས་འདུག་བྱས་ནས་སེམས་ཀྱིས་དབུགས་རྐྱང་རྐྱང་ལ་བཞག་འདུག་བྱས་ནས་སྐར་མ་གཅིག་བཞུགས་ཨ། ད་ཚང་མ་སྣང་ཤོག་ཨ་རེ་སོང་ཨ། ཡང། གལ་ཏེ་སོ་སོའི་སེམས་དེ་དབུགས་ལ་བཞག་གི་བཞག་གི་ཕྱི་ལོག་ལ་ཡང་འགྲོ་གི་འདུག་ན། སྒྲ་མི་འདྲ་དྲན་ཅིག་འགྲོ་གི་འདུག་ན་ལམ་སང་སོ་སོས་ཧ་གོ་བ་བྱས་ནས་ཚུར་འཐེན། ཡ་ད་ངས་བསམ་བློ་འདྲ་མི་འདྲ་བཏང་ཡ་མ་རེད་ང་ད་ལྟ་སེམས་དེ་དབུགས་ལ་བཞག་སྒོམ་བྱེད་བསྡད་ཡ་རེད་ཟེར་ནས་ཚུར་འཐེན་ནས་ཡང་དབུགས་ལ་ཡ་བཞག། ཡང་ཕྱི་ལོག་འགྲོ་སོང་ན་ཡང་དབུགས་ཚུར་འཐེན་ནས་དབུགས་ལ་བཞག་འདུག་བྱས་ནས་སྐར་མ་གཅིག་བཞུགས་ཨ། ཧོང་ཡ། ད་ལྟས་སྒུག་ན། ད་ཁྱེད་རང་ཚོ་མིག་གདང་གནང་ན་འགྲིག་རེད། ང་ལ་ཅིག་ཟེར་ཡ། ཨོ་ཡ། ད་འདུག་ཟེར་ནས་སྐར་མ་གཅིག་བསྒོམ་རྒྱུ་རིང་པོ་བསྒོམ་རྒྱུ་ཡོད་མ་རེད་བསྒོམ་དང་པོ་རྒྱ་མདུད་གྲང་གར་ས་ཐུན་ཉུང་ལ་གྲང་མང་བ་ལ་རེད་དུས་ཚོད་ཐུང་ཐུང་ཐུང་ཐུང་ཐེངས་མང་པོ་རྒྱག་བ་རེད། ས་སྐར་མ་གཅིག་བྱས། ད་འདི་ནས་བལྟས། སོ་སོ་བཀའ་ཉན་རེར་གཅིག་མ་བདེ་བར་བྱུང་ན་ཡང་ཨེ་འདྲའི་བྱེད་ན་འགྲིག་རེད། ཨེ་འདྲའི་འདྲ་བོ། དེ་འདྲའི་འདྲ་བོ། ཨ་དེ་འདྲའི་སོ་རབ་བྱས་དེ་འདྲའི་བྱས། དེ་འགྲིག་སོང་ཨ།